བཀྲ་ཤིས་བདེ་ལེགས། ད་ནི་དེ་རིང་ང་ཚོ་གཞིས་ཆགས་དཀོན་མཆོག་པ་མཛོད་རྩ་བ་ནས་རྒོལ་བའི་སྐབས་དང་པོ་རྒྱུ་མཚན་ངེས་ཀྱིས་དག་པའི་ས་ལམ་རྣམ་པར་བཞག་པའི་སློབ་ཚན་ཉི་ཤུ་པ་དེ་འགྲོ་བ་ཡིན། ད་ནི་དེ་རིང་གི་བརྗོད་གཞི་ཡིན་ན་རྣམ་དག་དང་སྤངས་རྟོགས་ཀྱི་དབྱེ་བ་ཟེར་བ་ནི་འདི་འདྲ་ཅིག་རེད། ནི། བྱང་ཆུབ་སེམས་དཔའི་ས་བཅུ་ལ་དབྱེ་བ་བྱེད་སྟངས་མང་པོ་ཅིག་ཡོད་པའི་ནང་ནས། ཨ་ནི་ཟབ་ཆོས་ལྔ་བ་རྣམ་དག་དང་སྤངས་རྟོགས་ཟེར་བ་དེ་རེད། ཨ་ནི་འདི་རྩ་བ་ཡིན་ན། རྒྱུ་གསུམ་དང་ལྡན་དགེ་རྩ་གོང་དུ་བཏགས་ཤེས་སྒྲིབ་རིང་སྤངས་ཡེ་ཤེས་རྣམ་བཅུ་འགྲུབ་ཟེར་བ་འོ་རྩ་བའི་ཚིག་རྐང་གཉིས་གསུངས་འདུག་ད་ནི་འདི་དོན་དག་ཡིན་ན་དང་པོ་རྣམ་དག་གི་དབྱེ་བ་ཟེར་བ་དེ་བཤད་ཀྱི་ཡོད་པ་རེད་རྣམ་དག་གི་དབྱེ་བ་ལབ་ན་ཨ་ནི་ས་བཅུ་ལ་ཨ་ནི་ཕར་ཕྱིན་བཅུ་གྱི་སྤྱོད་པ་རྣམ་པར་དག་ཚུལ། ཡང་ན་ས་བཅུ་ལ་ནི་བྱང་ཆུབ་སེམས་དཔའ་རྣམས་རང་རང་གི་དགེ་བའི་རྩ་བ་དང་སྨོན་ལམ་དང། ཡེ་ཤེས་དང་དེ་ཚོ་རྣམ་པར་དག་ཚུལ། དེ་ཚོ་རྣམ་པར་དག་ཚུལ་ལམ་ན་དེ་དག་རང་གི་ངུ་སྐལ་གྱི་སྒྲིབ་པ་ལས་གྲོལ་ཚུལ། དེ་བཤད་ཀྱི་ཡོད་པ་རེད། སྐལ་བ་མང་པོར་དཀོན་མཆོག་གསུམ་མཆོད་པ་དང་སེམས་ཅན་ཡོངས་སུ་སྨིན་པ་དང་དགེ་རྩ་བྱང་ཆུབ་ཏུ་བསྔོ་བ་སྟེ་རྒྱུ་གསུམ་གྱིས་ས་དང་པོ་ནས་བཅུ་བའི་བར་གྱི་དགེ་བའི་རྩ་བ་རྣམས་རྣམ་པར་དག་པར་འགྱུར་ལ། ད་དོན་དག་རྡོག་རྡོག་ས་དང་པོ་ནས་བཅུ་བ་བར་གྱི་བྱང་ཆུབ་སེམས་དཔའ་རྣམས་ཀྱི་རང་རང་གིས་བསགས་པའི་བསོད་ནམས་ཀྱི་ཚོགས་ཡིན་ན་འདྲ་ཡེ་ཤེས་ཀྱི་ཚོགས་ཡིན་ན་འདྲ་གང་ལྟར་གཞན་དོན་བསྒྲུབས་ན་འདྲ། རང་དོན་བསྒྲུབས་ན་འདྲ་དགེ་བའི་རྩ་བ་ག་འདྲ་ཅིག་བསྒྲུབས་ན་ཡང་དེས་དགེ་བའི་རྩ་བ་དེ་དག་ཡང་དག་པར་འགྱུར་ཞེས། དགེ་བའི་རྩ་བ་དེ་དག་མཆོག་ཏུ་འགྱུར་ཞེས་ཡང་ན། སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱེད་པའི་རྒྱུ་རུ་སྒྱུར་བྱེད་ཀྱི་རྒྱུ་གཙོ་བོ་གསུམ་ཡོད་པ་རེད། དེ་གསུམ་ག་རེ་ལབ་དུས་དཀོན་མཆོག་གསུམ་ལ་མཆོད་པ་དཀོན་མཆོག་གསུམ་ལ་གུས་པ་དང་བལྟ་བ་བྱེད་པའང་དེ་ཚོ་ཟེར་གྱི་ཡོད་པ་རེད་དཀོན་མཆོག་གསུམ་མཆོད་པ་དང། དེ་ནས་སེམས་ཅན་ཡོངས་སུ་སྨིན་པ་ཟེར་བ་དེ་གཞན་དོན་སྒྲུབ་པ། དེ་ནས་འགྲོ་བ་སེམས་ཅན་ཐམས་ཅད་ལ་ཆོས་སྟོན་ན་འདྲ་ཡང་ན་ཟང་ཟིང་གི་སྦྱིན་པ་ལ་སོགས་པ་གཏོང་ན་འདྲའང་དེ་དག་ཟེར་གྱི་ཡོད་པ་རེད། ད་ནི་འོ་དེ་འདྲ་བྱས་ནས་སེམས་ཅན་རྣམས་དགེ་བའི་ལམ་དུ་གོལ་བ། དགེ་བའི་ལམ་དུ་གོལ་ནས་ཐར་བ་ཐོབ་པར་བྱེད་པ། འོ་དེ་ཟག་ཟེར་གྱི་ཡོད་པ་རེད། དགེ་རྩ་བྱང་ཆུབ་ཏུ་བསྔོ་བ། དགེ་བའི་རྩ་བ་རྒྱ་ཆེ་ཆུང་གང་འདྲ་ཅིག་བསྒྲུབས་ན་ཡང་ཨ་ནི་ཐམས་ཅད་དེ་བྱང་ཆུབ་ཐོབ་པའི་རྒྱུ་རུ་འགྱུར་བའི་ཆེད་དུ་བསྔོ་བ་བྱེད་པ་བསྔོ་ལམ་བྱེད་པ། འོ་དེའི་རྒྱུ་དེ་གསུམ་གྱིས། ཨ་ནི་ས་དང་པོ་ནས་བྱེ་བ་བར་གྱི་བྱང་ཆུབ་སེམས་དཔའ་རྣམས་ཀྱི་དགེ་བའི་རྩ་བ་ག་འདྲ་ཅིག་བསགས་ན་ཡང་དེ་ཐམས་ཅད་རྣམ་པར་དག་པ་ཡང་དག་པར་འགྱུར་གྱི་རེད་ཟེར་བ་དེ་རེད། དེའང་ས་རྣམས་ལ་རིམ་པ་བཞིན་དག་པ་ཕུལ་ཆེ་ཆུང་གི་ཁྱད་པར་ནི། དཔེ་དང་སྦྱར་ཏེ་ས་བཅུ་པའི་མདོ་ལས་གསུངས་པ་ལྟར་ཤེས་པར་བྱའོ། ཨ་ནི་དཔེ་གང་དང་གང་སྦྱར་ཡོད་པ་དེ། ཨ་ནི་ས་བཅུ་པའི་མདོ་ཟེར་བའི་སྟེང་ནས་ཀློག་ཡ་རག་མ་སོང་སྟེ། ཡིན་ན་ཡང། ཨ་ནི་དཔེར་ན་ས་དང་པོ་ལ་སྦྱིན་པའི་ཕ་རོལ་ཏུ་ཕྱིན་པ་རྣམ་པར་དག་པ་དང། ས་གཉིས་པ་ལ་ཚུལ་ཁྲིམས་ཀྱི་ཕ་རོལ་ཏུ་ཕྱིན་པ་རྣམ་པར་དག་པའོ། དེ་ལྟར་བྱས་ནས་ཕ་རོལ་ཏུ་ཕྱིན་པ་སྤྱི་གཙོ་བོར་བྱས་ནས་དགེ་བའི་རྩ་བ་ཐམས་ཅད་དེ་རིམ་པ་བཞིན་དུ་དག་པའམ་མཆོག་ཏུ་གྱུར་པའི་ནུས་པ་ཐོབ་པ་དང། ད་ནི་སྒྲིབ་པ་སྤང་བའི་ནུས་པ་ཤུགས་ཆེ་རུ་ཆེ་རུ་འགྲོ་བ་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་རྒྱ་ཇེ་ཆེར་ཇེ་ཆེར་འགྲོ་བའོ་དེ་འདྲ་གི་བྱ་བར་ཡོད་པ་རེད།